ཨ་ནི། ད་ཐད་གཏོང་དེ་འགོ་བཙུགས་ན་བསམ་སོང་ཨ་ནི་མི་གཅིག་གཉིས་ཆ་ཁུག་ག། མི་གཅིག་གཉིས་ཆ་འོ་བཀྲ་ཤིས་བདེ་ལེགས། ཨ་ནི་ངེད་ཀྱི་སྐད་གོག་འདུག་གས་ཨ་ནི། ངའི་གྲོགས་པོ་ཆེ་ཁྱིམ་ཚང་གི་ནང་མི་གཅིག་ཕེབས་སོང་སྐད་གོག་གི་འདུག་གས་བློ་བྲི་ལགས་བཀྲ་ཤིས་བདེ་ལེགས། ཨ་ནི་ངའི་སྐད་གོག་འདུག་གས་སྐད་ལེགས་འདུག་གནང་ན་ཡག་ཐལ་མོ་གཅིག་གནང་རོགས་གནང་ད། ཨ་ནི་གྲོགས་པོ་ཡང་གསར་པ་ཅིག་ལས་སོ་བཀྲ་ཤིས་བདེ་ལེགས། ཐུགས་ཆེ་ཐུགས་ཆེ་ཐུགས་ཆེ་དགེ་ལེགས་འདུག་གསུངས། ཨ་ནི་འཚམས་འདྲི་བཀྲ་ཤིས་བདེ་ལེགས་ད་དེ་རིང་ད་ང་འགྲོ་གིན་འགྲོ་གིན་བྱས་ཡིན། དེ་རིང་ངེད་ཀྱི་བརྗོད་གཞི་གཙོ་བོ་དེ་ད་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ད་ལོ་འདི་གའི་ནང་ལ་ད་ང་ཚོ་ལ་ག་རེ་ཆགས་ཡོད་རེད་ཟེར་ན། ང་ཚོའི་བཙན་བྱོལ་སྤྱི་ཚོགས་ནང་ལ་མི་སེར་དཀྱུས་མའི་གནས་སྟངས་ལ་དཀའ་ངལ་འཕྲད་ཡོང་གི་ཡོད་པ་འདིའི་སྐོར་ཞུ་ཡས་ཡིན། ད་ད་ལྟ་ང་ཚོ་ད་ཤ་ད་དབུས་བོད་མིའི་སྒྲིག་འཛུགས་ཀྱི། ད་ཅིག་མཐོ་རིམ་མི་སྣ་སྐོར་སྐྱོད་འགྲོ་དུས་ལ་དབང་སྒྱུར་གྲལ་རིམ་གྱི་མི་སྣ་དེ་ཚོས་ད་ངོ་རྒོལ་བྱས་པར་བ། དེ་དུས་ལ་ང་ཚོ་མོན་སྒོར་གཞིས་ཆགས་ལ་ད་འདི་དཔེ་མཚོན་རེད། མོན་སྒོར་གཞིས་ཆགས་ལ་ང་ཚོ་མི་འགས་སྐད་འབོད་ལ་སྐད་འབོད་ད་ང་རང་ཚོ་གི་དབུས་བོད་མིའི་སྒྲིག་འཛུགས་ཀྱི་ད་མཐོ་རིམ་མི་སྣ་སྤྱི་འཐུས་ཀྱི་མི་སྣ་འཚམས་གཟིགས་ལ་ཕེབས་པའི་སྐབས་ལ། ཨ་ནུས་དབང་སྒྱུར་གྲོས་རིམ་འདི་འཛུལ་མི་འདོད་པའི་གི་རྣམ་འགྱུར་སྟོན་བྱས་ནས་སྐད་འབོད་བྱས་ཡོད་རེད། སྐད་འབོད་བྱེད་དུས་ལ་ད་ང་རང་ཚོ་གི་རྒྱལ་སྤྱིའི་ལྷག་བསམ་ཅན་གྱི་མི་སྣ་མང་པོ་ཅིག་ཡོད་པའི་ནང་ནས་ད་ཅིག་སེམས་པའི་རྩ་བ་ཉིད་ནས་མ་བཟོད་བྱས་ནས་ང་རང་ཚོ་གྲྭ་ཡབ་ཚེ་རིང་ལགས་ཀྱིས་ད་ཁོང་ཚོ་ལ་གདོང་ལེན་གནང་པ་རེད། དེ་དངོས་གནས་བྱས་ན་འགྲིག་བསྡད་པ་ཅིག་རེད། ད་ཡིན་ནས་ང་ཚོ་ད་ལྟ་མི་མང་གིས་མཁྱེན་དགོས་པ་དེ་ག་རེ་མཁྱེན་དགོས་གོ་རེད་ཟེར་ན་མི་མང་གིས་ད་ད་ལྟ་དབང་བསྒྱུར་གྲལ་རིམ་གྱི་ཧམ་པ་འདི་ད་སྔ་མ་ང་ཚོ་བོད་ནང་ལ་སྔ་མ་ལོ་རྒྱུས་ནང་ལ་ཕྱི་དེ་ལོག་ན་ལོ་རྒྱུས་ནང་ལོག་ལ་འདི་གནས་ཚུལ་འདི་མང་ཐག་ཆོད་བྱུང་ཡོད་རེད། དཔེར་ན་ས་སྐྱའི་བཀའ་ལ། སྟག་ལུས་དེ་སར་བཅད་ནས། གནས་ཚུལ་འདི་བྱུང་ནས། དེ་ནས་དབང་སྒྱུར་གྲལ་རིམ་དེ་ཚོས། རྒྱལ་ཁབ་འཕྲོག་ཡས་ཀྱི་ཆེད་དུ། རྒྱལ་ཁབ་དབང་སྒྱུར་ཡས་ཀྱི་ཆེད་དུ་སྐབས་དེ་དུས་ལ་ས་སྐྱ་ལ་དབང་སྒྱུར་ཡས་ཀྱི་ཆེད་དུ། ཨ་ནི་སོག་པོ་སྐད་བཏང་ཅིང་སོག་པོ་ཁྲིད་མྱོང་པ་རེད། ཨ་ནི། ད་འབྲི་གུང་གླིང་ལོག་ལས་ད་ག་རང་བྱུང་བ་རེད། ད་རྒྱལ་བ། དཔེར་ན་ང་ཚོ་རྒྱལ་བ་སྐུ་ཕྲེང་ལྔ་པའི་སྐབས་ལ་ང་ཚོ་དགའ་ལྡན་ཕོ་བྲང་བཙུགས་དུས་ལས་ས་སྐྱའི་གི་སྟོབས་ཤུགས་ཡར་ཕྱིན་ད་ད་ལྟ་ང་ཚོ་བཙན་བྱོལ་ལ། ད་དར་ནག་དེ་ཚོས་ང་ཚོའི་བཙན་བྱོལ་སྒྲིག་འཛུགས་འདི་དབང་སྒྱུར་བྱེད་ཡས་ཀྱི་ཆེད་དུ་ཨ་ནི་ད་རྒྱ་གར་ལ་རྒྱ་གར་གྱི་དཔུང་པ་གཡར་བྱས་ནས་ད་ང་ཚོའི་གི་བྲ་ཡབ་ད་རྒྱལ་སྤྱི་དཔའ་མོ་ཆགས་ཀྱི་ཡོད་རེད་མོ་རང། ད་ང་རང་ཚོ་མི་མང་ཚང་མས་མི་མང་ཚང་མས་གི་བོད་པ་ཡོད་དོ་ཅོག་གི་དཀའ་ངལ་རེད་ད་ད་འདི་ཚང་མས་ཤེས་དགོས། འདི་ངོ་ཚབ་འགྲོ་ཅིག་རེད་ད་འདི། རྦད་དེ་ཁྲིད་ཅན་རྒྱ་གར་ཁྲིམས་ཁང་ལ་བཏབ་རྦད་དེ་རྒྱ་གར་ཁྲིམས་ཁང་ལ་སྐད་བཏང་དོགས། མི་ཧ་ལམ་བདུན་བཙས་ཁོ་ཚོ་རྦད་དེ་དཔུང་ཁྲིད་ཅན། ད་ད་ད་ཁོ་རང་ཚོ་ཚོགས་པ་རང་གཅིག་གི་ནང་གི་སྐད་སྐད་ཅིག་ཕྱི་ལོག་ལ་ཐོན་ཤག། སྐད་དེ་གི་ནང་ལ་ཁོ་རང་ཚོ་ནང་ཁུལ་སྐད་ཆ་བཤད་གི་འདུག་ད་ང་ཚོ་ཁ་ནང་གི་སོདྨ་དེ་ཁ་ནང་རང་བསགས་ན་བསམ་ནས་སྐད་བཏང་ཡིན་ང་ཚོས་གཞིས་ཆགས་ཕྱིན་གཞིས་མགོ་རྩ་ལ། གཞིས་ཆགས་ཀྱི་གཞིས་མགོ་རྩ་ལ་ཕྱིན་རྗེས་ནས་སྐད་བཏང་ཡིན་ཨ་ཅག་ཚེ་རིང་གི་ཚེ་རིང་མོ་རང་གི་གོང་ད་ལབ་སོང། ཡིན་ན་ང་ཚོ་དེའི་མདུན་ལ་ཕེབས་མི་སོང་ཟེར་ནས་ཁོ་ཚོས་རྒྱ་གར་གྱི་དཔུང་དེ་བྱས་པ་རེད། འདི་བྱས་ལ་རྒྱུ་མཚན་ཞི་བོ་ཡོད་རེད་དེ་མི་མང་གིས་མཁྱེན་དགོས་དཔེ་གལ་ཆེན་པོ་རེད་ག་རེད་ཟེར་ན་ཁོ་ཚོས་དཔལ་འབྱོར་མང་པོ་ཞིབ་གཅིག་གྲབས་གསོག་བྱས་པ་རེད། ལོ་གཅིག་གཉིས་གོང་ལ་དཔལ་འབྱོར་ཞི་བོ་གཅིག་ཨ་རི་ཡིན་ནས་རེད། དེའི་ནང་ལོགས་ལ་ང་རང་ཚོ་དངོས་གནས་དྲང་གནས་ཀྱི་མི་མང་མང་པོ་ཆེ་གིས་སོ་སོའི་དཔལ་འབྱོར་ཁབ་ལས་ཤོར་ཡོད་རེད་ད། ད་དཔལ་འབྱོར་ཁབ་ལེགས་ཤོར་བ་དག་དེ་འདྲའི་ཆེད་རེད། ད་ཡུལ་མ་ཡིན་ནས་སོ་སོའི་གི་ཆབ་སྲིད་གི་ཨོང་ཨོང་དེ་ཆབ་སྲིད་གི་སོ་སོའི་གི། བཙན་བྱོལ་གི་སྒྲིག་འཛུགས་དེ་སྐྱོབ་ཐུབ་པ་བྱེད་དགོས་རོགས་ད་ད་སྒྲིག་འཛུགས་དེ་ཁོ་ཚོ་ལ་ཤོར་བཅུག་ན་ཁྱེད་རང་ཚོ་དཔལ་འབྱོར་ཁབ་ལེགས་ཤོར་རེད་དེ་ཚོའི་གྲས་ལ། ད་དེ་ཚོ་དཔལ་འབྱོར་ཡོད་པ་དེ་དཔལ་འབྱོར་ངོམ་བྱས་ནས་ཨ་ནི་ང་རང་ཚོ་ད་ད་དཔལ་ན་བྲག་ཡབ་ཀྱི་ཚེ་རིང་ལགས་དེ་ཚོ། ཨ་ནི་མོ་གཅིག་པུ་གོང་ད་ནི་ལ་བ་རེད་ད་སྐད་དང་བར་ཡིན་ནས་མོ་ལ་ནོར་འཁྲུལ་མེད་པ་གཅིག་གོང་ད་སེ་ཆུབ་རེད་ད་ལྟ་དེ་མི་མང་ཚང་མས་མཁྱེན་དགོས་པ་གཅིག་ལ། ང་ཚོའི་གི་འདི་ང་ཚོའི་ང་ཡ་གི་ལུང་པའི་གི་སྐད་ཅིག་དེ་གཅིག་བར་གཏམ་དཔེ་སོགས་གཅིག་ཉིན་མོ་ཁལ་ཁ་ངོ་ཁ་རྐུ་མ་རྒྱག་གི་འདུག་ཇག་པ་རྒྱག་གི་འདུག་དེ་ནང་བཞིན་བྱས་པ་རེད། ག་རེ་ཟེར་ན་མི་མང་ཚང་མའི་གི་མདུན་ལ་ཁོ་རང་ཚོ་གི་དབང་སྒྱུར་གི་བསམ་བློ་ཁེར་ཅན་དབང་སྒྱུར་གྲལ་རིམ་གི་རྣམ་པ་སྟོན་བྱས་ནས་དྲག་སྤྱོད་བྱས་ཅིང་ང་རང་ཚོ་སྤྱི་འཐུས་ལ་ངོ་རྒོལ་བྱས་པ་ཙམ་མ་ཟད་མི་མང་ཁ་ནས་ཡན་ལ་ད་པད་དེ་ལག་པ་དེ་ཚོ་པད་དེ་དམར་ཤོག་གི་ལྟ་བ

ད་འདི་དོན་དུ་ཞུས་པས་མ་ཚད། ད་དེ་ཞུས་ནས་ད་ད་ལྟ་ཚེ་རིང་ལགས་ཀྱིས་ད་ང་རང་ཚོ་བོད་པ་གཅིག་པ་རྒྱ་བོད་རིན་པོ་ཆེ་གི་འོག་ལ་འཚར་ལོངས་བྱུང་པ་གཅིག་པ་རྒྱ་བོད་རིན་པོ་ཆེ་གི་མི་ཚེའི་ནང་ལོགས་ལ་ད་དེ་ང་ཚོ་གཅིག་གི་ཕྱིས་མི་གཅིག་ལ་བསྟུན་དགོས་མ་བྱུང་ན་བསམ་ནས་བཟོད་པ་གོམས་པ་དེས་ཙམ་མ་ཟད་བཟོད་པ་གོམས་པས་ཀྱང་མ་ཚད་དོན་དུ་དགོངས་དག་བྱས་ལབ་བྱས་ནས། ད་གི་ཚིག་གིས་གུ་ཡངས་ཀྱི་བསམ་བློ་གུ་ཤངས་ཀྱི་བསམ་བློ་དེ་འདྲའི་ཅིག་གནང་ཡོད་རེད་དེ། དེས་ད་མི་མང་རྣམས་ལ་ང་རང་ཚོ་བཙན་བྱོལ་གྱི་མི་མང་ཚང་མ་ལ་ད་ཅིག་རེད་འདི། དེའི་མེད་ཚེ་རྒྱ་གར་དཔུང་ངོམ་བྱས་ནས་རྒྱ་གར་ལ་ད་ཁོ་ཚོ་ལ་དཔལ་འབྱོར་ཡོད་ཙང་དཔལ་འབྱོར་ཡོད་ན་ད་རྒྱབ་རྟགས་བཙལ་ཐུབ་དགོས་རོགས་རྒྱབ་རྟགས་བཙལ་དགོས་རེད་ད། དང་པོ་དཔལ་འབྱོར་གྲབས་གསོག་བྱས་དེ་ནས་དམག་དེ་ད་དབུས་བོད་མིའི་སྒྲིག་འཛུགས་དེ་ལ་དམག་རྒྱབ་ཡོང་དགོས་རེད་ད། དེ་སྲིད་སྐྱོང་སྤེན་པ་ཚེ་རིང་ཁོ་རང་གི་ད་འོབས་ས་འདུས་གི་མེད་པ་དེ་ཁ་གསལ་བོ་རེད་འདུག་ཨ། ག་རེ་ཟེར་ན་ཁོ་རང་གིས་ད་ད་ལྟ་སྤེན་ཚེ་གི་སྲིད་གཞུང་རེད་ད་སྤེན་པ་ཚེ་རིང་སྲིད་གཞུང་རེད་བཙན་བྱོལ་སྤྱི་ཚོགས་འདི་ད་ལྟའི་སྐབས་ལ་སྤེན་པ་ཚེ་རིང་སྲིད་གཞུང་སྐབས་ལ་ད་སྐྱོ་ཤུལ་ཅིག་ཆགས་པས་མཇུག་གི་དཀའ་ངལ་འབྱུང་བས་གི་གནོད་འཚེ་ནང་ཁུལ་ལ་ངོ་ལོག་འདི་ཚོ་ཚང་མ་ཡོང་གི་རེད་ད་ངོ་ལོག་གི་ཤོག་ཁག་འདི་སྟོབས་ཆེ་དང་མེད་ཅེས་སྤེན་ཚེའི་བཀའ་ཤག་ལ་ད་རྦད་དེ་དེ་རེད་འདུག་ད་རྦད་དེ་སྣང་མེད་རྦད་དེ་ཁོ་རང། སྣང་མེད་ཁོ་རང་བཏང་བྱས་ནས་དེ་ནི་དེ་ད་ལྟ་ད། ད་ལྟ་དེ་སྤེན་ཚེ་ཁོ་རང་གི་ད་དེ་ཅིག་དམངས་གཙོའི་གི་འགྲོ་ལུགས་གཞི་བཞག་གི་ཨ་ནི་ཅིག་གི་སྐད་འབོད་བྱས་ལ་ཨ་ནི་དེ། དོན་ཚན་ག་ཚད་པའི་དོན་ཚན་ལྔ་དྲུག་ཅིག་ཆ་རྐྱེན་གྱིས་བཏོན་འདུག་ག། དྲུག་བཞི། དོན་ཚོགས་ད་ལྟ་རྦད་དེ་མིའི་ཁོ་རང་ལྟ་ཡོད་མ་རེད་དོན་ཚོགས་མིས་ལྟ་ལྟ་མེད་པ་དེ་ནི་རྦད་དེ་ལྟ་དེ། སྤེན་པ་ཚེ་རིང་ཁོ་རང་བཀའ་ཤག་ལ་དར་རམ་ས་ལ་དབུས་ལ་ཞུས་ཡོད་རེད་ཡིན་མ་ཡིན་ནས་ཁོ་རང་གི་ཚབ་དེ་མི་དགེ་དོན་བརྒྱུད་རེད། དོན་གཅོད་ཀྱི་འོག་ལ་ཞིང་ཁུ་རེད་ཞིང་ཁུའི་འོག་ལ་དུས་རེད་རྒྱ་དཔོན། དོན་གཙོ་ཚང་མ་ལ་ཁོ་ཚོས་རྦད་དེ་སྤུ་ཉག་མ་ཅན་བརྩིས་ཡོད་མ་རེད་ད་རྦད་དེ། རྦད་དེ་ཁོ་རང་བརྩིས་མེད་དོ་རེད། ད་བོད་མི་མང་ཟེར་དེ་བཙན་བྱོལ་གྱི་མི་མང་དེ་ཚོ་རྦད་དེ་ཁོ་རང་ནང་མི་བཏང་བར་འདི་བཏང་ཨེ་བཏང་གི་རེད།

ཁོ་གིས་ག་རེ་བཤད་གི་འདུག་ཟེར་ན། ཤར་དགོས་རེད། ཚུར་ལ་སོ་གཅིག་བཀོག་སོང་ན་ཚང་མ་སོ་སུམ་ཅུ་བཀོག་རེད། བཞུགས་དགོས་རེད་སྟབས་མ་རྟག་དགོས་རེད། བཙན་བྱོལ་སྒྲིག་འཛུགས་དེ་དཔེ་ཚད་དེ་བས་དེ་བཏང་དགོས་རེད་ཟེར་གི་འོག་རེད་ད་ཁོས་ཟེར་ཡས་ཀྱང། ཨ་ནི་དེ་ཙམ་མ་ཚད་བས་ད་ཆོས་སྲིད་བས་དེ་ཁ་ཁ་གསོག་དགོས་རེད། བླ་ཆེན་སི་ངན་འདྲ་བོ་དང་དེ་ཚོ་སུ་གཅིག་ཇུས་གཏོགས་བྱེད་དགོས་འདུག་ནོ་ནོ་འབྲུག་པ་ནང་བཞིན་བྱེད་དགོས་རེད་ཟེར་དུས་ལ་འབྲུག་པ་ནང་བཞིན་ཟེར་དུས་ལ་བླ་ཆེན་ཟེར་དུས་ལ་སུ་ལ་གོ་དགོས་དགོས་རེད་ཟེར་ན་སྐྱབས་མགོན་རིན་པོ་ཆེ་མ་གཏོགས་བླ་ཆེན་ལ་ད་ལྟ་གི་སྲིད་ག་ལ་ཆེན་སུ་གཅིག་གིས་ཐེ་ཇུས་གནང་གི་མ་རེད་ལ་ཐེ་ཇུས་བྱེད་ཐུབ་ཐབས་བས་ཡོད་མ་རེད། བླ་ཆེན་སུ་གཅིག་ཡོད་མ་རེད་བླ་ཆེན་གང་གི་གི་སྐུ་ཚབ་ད་ད་ལྟ་འདི་གས་རེད། ཆོས་ལུགས་སྤྱི་འཐུས་དེ་གས། ཆོས་ལུགས་སྤྱི་འཐུས་དེ་གས་ལ་ནི་ཁོ་ཚོས་ངོ་ལོག་རྐྱག་པ་རེད་སེམས་འདུག་ཨ། ཟླ་བ་ཚེ་རིང་རང་གི་ཚོགས་པའི་ནང་ལ་དེ་ཁྱབ་བསྒྲགས་བཏང་གི་འདུག་ད་ལྟའི། ཟླ་བ་ཚེ་རིང་དབུས་གཙང་སྤྱི་འཐུས་ཟླ་བ་ཚེ་རིང་དབུས་གཙང་གི་ཚོགས་གཙོ། དབུས་གཙང་སྤྱི་འཐུས་ཟླ་བ་ཚེ་རིང་གིས་བཙུགས་པའི་གི་ཚོགས་པ། ཚོགས་པ་དེ་གི་གི་མིང་ལ་དེ་གཟེངས་འདུག། གཞོན་སྐྱེས་ཚོགས་ཆེན་ཐེངས་དང་པོ། དེ་གི་ནང་ལོགས་ལ་དངོས་གནས་དྲང་གནས་གི་ད་བལ་དེ་མི་དེ་འདྲས་ཅིག་གི་སྐད་ཆ་ངས་ཅིག་ཉན་ནི་ང་ཉན་ལོས་སོས་མ་སོང། ཉན་མ་ཉན་དུས་ལ་ཧ་ལམ་བལ་ཞེ་ནང་ལོས་ཀྱི་དངོས་གནས་དྲང་གནས་ཆེན་པོ་རེད།

དངོས་གནས་དྲང་གནས་རེད་ད་མི་གཅིག་གིས་བཤད་དེ་ཞྭ་མི་ལྟས་ཚོས་ཤག་དྲིལ་ཅིག་འདུག་ཤག་དྲིལ་ཟེར་བ་སྐྲ་མེད་པ་ཅིག་གིས་མི་གཅིག་གིས་བལྟས་དེ་ཁོ་རང་ཅིག་སྐད་དེ་བོན་པོ་ཆེ་ཅིག་གཤེགས་སུ་གལ་བོ་འགྲོ་ཅིག་འདུག་ཁོ་བལྟས་དེ། ད་བལྟས་དེ། ཚིག་སྡུག་ཅག་ཞི་བོ་ཅིག་ལབ་གི་འདུག་དངོས་གནས་དྲང་གནས་ཀྱི་སྤྱི་ཚོགས་བལ་དཀྲུགས་རེད་ཟེར་གི་འདུག་ད་བལྟས་དེ། ཁོ་ཚོས་ཨོང་ཅེ་སི་ངོ། ད་དེ་ཚོ་ཁོ་ཚོའི་གི་དེ་རེད་འདུག་ཨ་རྒྱབ་ལོག་ལ། ཨ་ནི་དེ་ཚོ་ད་ད་ལྟ་མོན་གྷོ་རི་ལ་དངོས་གནས་དྲང་གནས་གི་ཇུས་འགོད་བྱེད་ངེས་ཟེར་ན་རྒྱབ་ལ་བཀོད་སྒྲིག་བྱེད་ངེས་ཟེར་ན་མགོ་གྲགས་སོན་ཅིག་འདུག་ད་མགོ་གྲགས་སོན་མི་བྱེད། མགོ་གྲགས་སོན་དེ་ད་ཁྱེད་ཚོ་མོན་གྷོ་རི་བཞུགས་ངེས་ཨ་ཨ་ནི་ཚང་མས་ཤེས་གི་རེད་ཁོག་སྔེ་མ་ནས་བཅས་གི་མཉམ་ལས་གི་བཅས་གི་ཚོང་ཁང་དེ་ཚོ་ལྐོག་ཟ་བྱས་པ་ད་དེ་འདྲས་ཅིག་གིས་སྤྱི་ཚོགས་ནང་ལོགས་ལ་པད་དེ་འདུག་ད་ད་ལྟ་ཁོ་རང་ཚོང་ཁང་བཙུགས་ནས་ཡོད་རེད་ས་ཨ་ནི་ཚང་མས་དོ་སྣང་བྱེད་དགོས་ཡོད་ད་ལྟ་སྐད་འབོད་དེ་ལ་ཁོ་རང་གི་སྤིན་རྒྱ་ཨ་རི་ནས་ཡོང་རྒྱུ་ཅིག་ད་ལྟ་དེ་ལ་སྐད་འབོད་བཏང་ཞགས་ཨ་ནི་ཁོ་རང་གི་ཚོགས་པ་དེ་གི་ནང་ལོགས་ལ་སྐད་ཆ་ཅིག་བཤད་འདུག་དེ་པད་དེ་སྐྱེད་ཚིན་བཤད་འདུག་ག་རེ་བཤད་འདུག་ཟེར་ན་ཚེ་རིང་ད་ལྟ་ང་རང་ཚོ་བྲག་གཡབ་ཚེ་རིང་ལགས་ཀྱིས། ག་རེ་བཤད་འདུག་ཟེར་ན། རྒྱ་མིའི་སོ་པ་ཟེར་གྱི་འདུག་རྒྱ་མིའི་ཕོག་བཟང་ཡིན་ཟེར་གྱི་འདུག་བསད་ཀྱི་ཡིན་ཟེར་གྱི་འདུག་ཚིག་དེ་འདྲས་བཤད་འདུག་བ་ཚིག་ད་ལྟ་ང་རང་ཚོ་དྲ་དེ་ད་ལྟ་ཚང་མས་ཀྱི་མདུན་ལ་བལྟས་བསྡད་ཡོད་རེད་ད། བསད་ཀྱི་ཡིན་ཟེར་ཅེས་མིན་འདུག་གོ་ཧེ་ཧུར་མིན་འདུག་ད་དེ་ན། དངོས་གནས་དྲང་གནས་འོ་དེ་ད་ལྟ་ཁོ་ཚོས་ཀྱི་ལྟ་རྒྱབ་བསྡད་ངན་མི་དེ་ཚོ་རེད་ཤག། ད་འདིས་དངོས་གནས་བྱས་ན། ད་ལྟའི་གི་གནས་ཚུལ་འདི། ད་ལྟ་ང་ཚོ་མི་མང་ཚང་མས་འགན་འཁུར་དགོས་ཀྱི་ཡོད་རེད། མི་མང་ཚང་མས་ཀྱི་ད་ལྟའི་གི་རྡུང་རྡེག་ཕོག་ཡོང་དགོས་རེད། ང་རང་ཚོ་མི་མང་ཚང་མར་ཕོག་དགོས་ཡོད་རེད། ད་ལྟ་འདི་དབང་སྒྱུར་གྲལ་རིམ་གཅིག་གི་གི་དེ་གཅིག་སླེབས་ཡོང་དགོས་ཡོད་རེད། ད་ལྟ་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ། བཙན་བྱོལ་སྤྱི་ཚོགས་འདི་སྐྱབས་མགོན་རིན་པོ་ཆེ་གི་རྒྱུན་རིང་པོ་ཆེ་བསྐྱངས་པའི་གི་རྐྱེན་གྱིས་ཏིལ་རྩ་ཅིག་ཁྲ་ཐག་ཐག་འགྲོ་རྒྱུ་བྱུང་ཡོད་རེད། འདི་ལྟར་སྐྱབས་མགོན་རིན་པོ་ཆེ་ཏིལ་རྩ་ཕ་དགུང་ལོ་བགྲེས་འགྲོགས་དང་མཉམ་དུ་དཔལ་ཏེ་གོ་སྐབས་གཟིམ་བྱས་ནས་དཔལ་ཁོ་ཚོའི་དཔལ་ཏེ་ཧབ་བཟུང་བྱས་གི་བསམ་བཏང་དགོས་རེད། དེ་ཡིན་དུས་མི་མང་ཚང་མས་བསམ་བློ་གལ་ཆེན་པོ་ཞིབ་ཅིག་བཏང་དགོས་དེ་གལ་ཆེན་པོ་རེད་ད་ལྟ་ང་ཚོ་དེ་ཚེ་རིང་ལགས་ལ་ད་ལྟ་དཀའ་ངལ་བྱུང་བ་འདི་ང་རང་ཚོ་ཚང་མའི་དཔེ་མཚོན་རེད་ལ་ང་རང་ཚོ་ཚང་མའི་དཀའ་ངལ་རེད་མི་མང་ཚང་མའི་དཀའ་ངལ་རེད་བཙན་བྱོལ་ཡོད་ཡོད་དོ་ཅོག་གི་དཀའ་ངལ་རེད་དོག་དོག་བཤད་ན་ཨ་ནི་སྤེན་པ་ཚེ་རིང་ཁོ་རང་ཡའི་དཀའ་ངལ་རེད་འདི། དེ་རིང་པད་མ་ཚེ་རིང་ལ་ཁོ་ཚོས་ཅི་བརྒྱབ་རྒྱུ་ཡོད་པའི་གི་རྣམ་པ་བཟོ་བྱེད་ཀྱི་དེ་བྱེད་ཀྱི་འདུག་ག། ཁོ་ཚོས་གི་བརྒྱབ་རྒྱུ་ཡོད་པའི་སོགས་བྱེད་ཀྱི་པད་མ་ཚེ་རིང་ཁོ་རང་གི་ཅི་གི་འཛུམ་ཤིག་ཤིག་འགྲོ་ཅིག་ང་ལ་ནི་བཀའ་ཤག་ལ་ནི་ག་ཡི་ལག་མི་འདུག་གྲོས་ཚོགས་ལ་ལག་གི་འདུག་བསམ་བྱེད་ཀྱི་འདུག་ག། འདི་སྔས་མ་ང་ཚོ་གི་བོད་པའི་གི་ཅིག་གི་དེ་འདྲུ་ཅིག་ཡིན་ས་རེད་འདུག་ང་རང་ཚོ་བོད་པའི་གི་གཤིས་ཀ་དེ་ཅིག་ཏིག་ཚ་ཅིག་ཡམ་ཚའི་ཅིག་ཡོད་ས་རེད་ཤག་གར་ཅན་ལབ་ན་སྔས་མ་ང་ཚོ་རྒྱ་མི་ང་རང་ཚོ་གི་ད་དེ་མ་ལ་གར་མཛད་ད་ད་རྒྱལ་ད་དེ་མ་ལ་རྒྱ་མི་གི་མ་ཡོང་གི་ཡོད་ས་རེད་འདུག་ཨ་ནི་ད་གཞས་དེ་མ་རྒྱ་མི་གི་དམག་སླེབས་དུས་སྤྲེའུ་དེ་ཚོས་ཕར་རོགས་པ་བྱས་སོ་སོ་ལ་དཀའ་ངལ་འཕྲད་རེད་བསམ་བསམ་ཡོད་མ་རེད་གསེང་འདུག་ད་ང་ཚོ་སྐྱིད་པོ་རེད་ཁོ་ལབ་གི་ཡོད་རེད་གསེང་འདུག་ད་གཞས་དེ་ཚོ་ལ་རྒྱ་མི་དཔེ་དེ་དམག་རྐྱང་མི་བསད་གི་ཡོད་རེད། དེ་ནང་བཞིན་གི་སྤེན་པ་ཚེ་རིང་གིས་དེ་རིང་གྲོས་ཚོགས་ལ་ངོ་རྒོལ་བྱེད་མཁན་ལ་འཛུམ་ཤིག་ཤིག་དེ་ག་བྱས་པ་ཡིན་ན། གྲོས་ཚོགས་དེ་རྩ་མེད་བྱ་ལུགས་མེད་ནས་བཀའ་ཤག་དེ་རྩ་མེད་བཟོས་ཡོང་གི་རེད་ཁོ་ཚོ་ཁོ་ཚོ་ག་རེ་ཟེར་ན་དབང་སྒྱུར་གི་བསམ་བློ་ཡོད་རེད་ད། སྤྱི་ཚོགས་འདི་དབང་བསྒྱུར་བའི་གི་བསམ་བློ་དེ་ཡོད་དུས་ད་ལྟའི་གི་སྤེན་ཚེ་གི་སྲིད་གཞུང་འདི་བཙན་བྱོལ་ལ་ལོ་ངོ་དྲུག་ཅུ་ལྷག་ཙ་གཅིག་གི་ནང་ལོག་གི་སྲིད་གཞུང་ནང་ནས་སྐྱོ་བཤུས་ལོ་རྒྱུས་སྐྱོ་བཤུས་ཅིག་ཆགས་འགྲོ་དཔལ་འབྱོར་དཔལ་འབྱོར་དཀའ་ངལ། དེའི་སྒ་དེ་ལ་འབྱུང་བས་ཀྱི་གནོད་འཚེ། དེའི་གང་དེ་ལ་ངོ་ལོག་གི་ལྟ། སྤྱི་ཚོགས་ནང་ལོག་ལ་ལྟ་དྲག་སྤྱོད་པ་ཐོན་ཅིང་ངོ་ལོག་བྱེད་དགོས་པ་རེད། འདི་དཔེ་ཤུགས་ཆེན་པོ་ཞི་བོ་བྱས་ཏེ་གོ་རེ་ད། ཁོ་ཚོས་དཔལ་འབྱོར་གྲབས་གསོག་བྱས་ཏེ། མངོན་སུམ་འཛེམ་མེད་ཀྱི་སྤྱི་ཚོགས་ག་ལ་ལྟ་ངོ་ལོག་བྱེད་དགོས་པ་རེད། འདི་གཅིག་རེད། དེ་ནས་ད། དུས་གཅིག་གི། དེའི་ནང་ནས་ངས་ད་དུས་དང་མཉམ་དུ་ག་རེ་ཞུ་བ་ཟེར་ན། སྤྱིར་བཏང་གི་སྤེན་པ་ཚེ་རིང་ཁོ་རང་གི་སྐྱེ་ཚན་བཤད་ཡས་དང་དེ་ཚོས་བལྟས་ཚ་ཞིག་ཡིན་སྲིད་ཀྱི་རེད། ག་རེ་ཟེར་ན། ད་ད་ལྟ་ང་རང་ཚོ་མི་ཚང་མ་གཅིག་ཧོན་འཐོར་ཡོད་རེད་ག་དུས་ཧོན་འཐོར་ཡོད་རེད་ཧང་སངས་ཡོད་རེད་ད་ཧང་སངས་པ་མ་ཚད། དེ་དུས་བོད་དེ་ཚོའི་དཔེ་དེ་ས་གནས་དེ་ཚོ་བྲིས་གོ། གནས་ཚུལ་གར་བྱུང་བ་རེད་ཟེར་ན། པདྨ་ཚེ་རིང་གིས་སྤྱི་ཟླ་བཞི་པའི་གི་ནང་ལོགས་ལ་ས་གནས་ག་ས་ག་ལ་སློང་རྒྱ་ཡས་ཀྱི་པདྨ་ཚེ་རིང་ཁོ་རང་གི་དེའི་ནང་ལས་ཐོན། སྤྱི་ཚོགས་ཀྱི་དྲ་ལམ་ཁག་ལ་ཐོན་བྱས་ནས་སློང་རྒྱོ་ཡོད་རེད། གར་སློང་རྒྱོ་ཡོད་རེད་ཟེར་ན། ལ་དྭགས་ལ་འབྱུང་བའི་གི་གནོད་འཚེ་བྱུང་སོང་ཨ་ནི་དེ་ཡིན་དུས་མི་མང་གིས་ཞལ་འདེབས་གང་མང་མང་གནང་རོགས་གནང། ད་དེའི་ནང་ལོགས་ལ་མི་མང་པོ་ཧང་ས་ཡ་བྲིས་མ་བྲིས་བྱེད་མཁན་མང་པོ་ཞི་བོ་བྱུང་བར་ད་ཅི་འདི་ད་དེ་དངོས་གནས་དྲང་གནས་ཀྱི་དེ་རེད་བ་འབྱུང་བའི་གནོད་འཚེ་ཕོག་ར་གནོད་འཚེ་ཕོག་ཡུལ་ལ་ད་ད་ང་ཚོ་གར་སོན་ན་མུག་སྐྱོབ་སོད་དེ་བྱེད་དགོས་པ་རེད། ཁུ་ཐུག་ཁུ་ཐུག་དཀའ་ངལ་དེ་ཁུ་ཐུག་ཟེར་ཡས་ཅིག་རེད་མ་གཏོགས། ཁོ་དུས་འགྱངས་ཕྱི་འགྱངས་བྱས་པ་ཡིན་ན་ཨ་ནི་དེ་རྩ་མེད་འགྲོ་དགོས་རེད། གནོད་འཚེ་དེ་ཕོག་ནས་གནོད་འཚེ་གི་ཕོག་སའི་གི་གནས་ག་བ་ཡིན་ན་གནས་དེ་ལ་རང་དཀའ་ངལ་གི་བད་དེ་ཁུར་རུང་ཁ་འབུ་འགྲོ་དགོས། འདི་ད་ང་ཚོའི་གི་བཙན་བྱོལ་སྤྱི་ཚོགས་མི་ཚང་མས་བསམ་བློ་ཡག་པོ་ཅིག་གཏང་དགོས་ཅིག་གནས་སྟངས་གཅིག་རེད། ང་སྐད་ཆ་དྲིས་ནས་གནས་ཚུལ་ཁུངས་ལྡན་དེ་ང་ལ་རགས་སོ། ག་ག་དུས་རགས་ཟེར་གནས་ཚུལ་ཁུངས་ལྡན་དེ་ག་རེད་ཟེར་ན་དངོས་གནས་དྲང་གནས་ཀྱི་འབྱུང་བའི་གི་གནས་ཚུལ་བྱུང་ཞག་ལ་དག་ལ་ང་ཚོའི་གི་མི་མི་སེར་མང་པོ་གཅིག་གི་གི་སེམས་ཅན་ལ་གང་སྐྱོན་བྱུང་ནས་གནོད་འཚེ་བྱུང་ཞག་དེའི་སྐབས་དེ་ལ་མི་མང་མི་མི་ཡས་མང་པོ་ལ་དཀའ་ངལ་ཞི་བོ་བྱུང་ཞག་ད་ཁོ་རང་ཚོ་ཕ་དཀའ་དཀའ་ངལ་དང་ལེན་བྱས་ཚུལ་དང་ལེན་བྱས་ནས་དང་ལེན་ཐུབ་ཞག་མ་དང། འདི་ག་དུས་བྱུང་དུ་ཟེར་ན། སྤྱི་ཟླ་གཉིས་པའི་ཀྱི་སྤྱི་ཚེས་ཉི་ཤུ་བརྒྱད་ད་ལྟ་ང་རང་ཚོ་བོད་པའི་ཀྱི་ལོད་སོགས་ཀྱི་དགུ་དགུ་ཐུག་གི་གོ་ཟླ་ནས་ཨ་ནི་ལོད་སོགས་ཀྱི་ཚེས་པ་གཅིག་ཉིན་གང་གང་རྒྱོབ་བཞག། ད་སྤེན་ཚེ་བཀའ་ཤག་ལ་གར་བྱུང་བ་རེད་ཟེར་ན་ཉི་ཤུ་དགུའི་གོང་བདག་ལ་གནས་ཚུལ་གཅིག་དེ་སྤེན་ཨ་རི་གི་སྤེན་ཆུ་བཀའ་ཤག་ཨ་སི་གནས་ཚུལ་གཅིག་བྱུང་བ་རེད། ཕྱོགས་གཞན་གཅིག་ནས་འབྱུང་བའི་གི་གནོད་འཚེ་གི་དེ་དེ་ཕལ་ཆེར་ང་རང་གི་བསམ་ཚོད་བྱས་པ་ཡིན་ན། སྤྱི་ཟླ་གཉིས་པའི་གི་སྤྱི་ཟླ་གསུམ་པའི་གི་ཚེས་གཅིག་ལ་ལོ་སར་ཚེས་པ་གཅིག་ལ་གནས་ཚུལ་དེ་བྱུང་བ་ཡིན་ན། དེང་སང་དྲ་རྒྱའི་གི་དུས་ཚོད་རེད་མྱུར་པོ་ཞི་བ་རེད། ཚེས་པ་གཉིས་ཉིན་འདི་ལ་སྤེན་ཚེ་ལ་ལན་འདི་གའི་ཆ་ཚང་འབྱོར་ཡོད་པ་བརྒྱ་ཆ་བརྒྱ་ནས་བརྒྱ་རེད། ཡིན་པ་ཡིན་ནས་སྤེན་ཚེ་བེད་བཞག་རེད་ད། དངོས་གནས་དྲང་གནས་བེད་བཞག་བར་ད་ཚང་མས་འདི་ལ་ཤིན་དགོས་དཔེ་གལ་ཆེན་པོ་རེད། སྤེན་ཚེས་སྐབས་འདི་དང་བསྟུན་བྱས་ནས་ད་ཕྱོགས་གཅིག་ནས་ཨ་རིག་གི་ཡོང་ཁུངས་དཔལ་འབྱོར་གི་བཙན་བྱོལ་སྤྱི་ཚོགས་ཀྱི་དཔལ་འབྱོར་ཡོང་ཁུངས་ག་བ་རེད། ཕྱོགས་གཞན་གཅིག་ནས་ངོ་ལོག་གི་མི་མང་པོ་ཞིབ་ཅིག་ངོ་ལོག་བྱེད་མཁན་ཐོས་ཡོང་གི་ཡོད་རེད། ཕྱོགས་གཞན་གཅིག་ནས་འབྱུང་བའི་གི་དཀའ་ངལ་འཕྲད་ཡོང་གི་རེད་དེ་དུས་ལ་སྤེན་པ་ཚེ་རིང་གིས་ངས་བསམ་བློ་བཏང་ཡིན་ན་སྤེན་པ་ཚེ་རིང་གིས་ཀླད་པ་ཞིབ་ཅིག་བཀྲུས་བྱས་ནས་གྲོས་ཚོགས་དགོས་མཁོ་བཏང་ཡོད་རེད་བསམ་དགོས། འདི་ག་རེད་ཟེར་ན་ཆེ་བཞི་འདེམས་པའི་ངོས་གང་ནས་ཆེ་བཞི་ལྟ་སྤེལ་དེ་སྒྲིག་འཛུགས་ཡོད་པའི་ཐོག་ནས་སྤེན་པ་ཚེ་རིང་གིས་ཨ་རི་ལ་ཡོད་པའི་གི་དཔལ་འབྱོར་ས་ཡ་བཞི་དེ་ཕི་གེ་ཏག་ཏག་མི་གཅིག་གིས་ཕི་གེ་ང་ཚོ་མི་བཞི་ལ་དཔལ་འབྱོར་དེ་གཡར་ནས་ཨ་རི་ལ་དཔལ་འབྱོར་དེ་གཡར་ཤག་གཡར་ཡས་ཀྱི་ཆེ་གཞི་བསྒྲིགས་བྱས་ནས་གྲོས་ཚོགས་ནང་འཁེལ་ཡོང་གི་རེད། འབྱུང་བས་ཀྱི་གནོད་འཚེ་དེ་གྲོས་ཚོགས་ནང་ལ་གལ་སྲིད་ད་དེ་ཁ་ད་རུས་གྲོས་ཚོགས་དེ་ད་རུས་ཕྱི་ཟླ་གསུམ་པའི་ད་རུས་བཅུ་བདུན་འཚོགས་ཡོང་རྟ། གྲོས་ཚོགས་ལ་དངོས་གནས་དྲང་གནས་ཀྱི་དཀའ་ངལ་འདི། འཕྲལ་སེལ་གྱི་དཀའ་ངལ་འདི་ཁྱི་ཡོང་ཁ་བྱས་པ་ཡིན་ན། སྤེན་པ་ཚེ་རིང་གི་གྲོགས་པོ་གང་གཱའི་དཔེ་ཤག་འདི་གཡར་ཐུབ་དགོས་བ་མ་རེད་གྲོས་ཚོགས་བཀག་དགོས་བ་རེད། དཀའ་ངལ་སེལ་མུག་རྒྱོབ་ལ་བཏང་དགོས་ཀྱི་འདུག་ཟེར་ཅིག་བཤད་ཀྱི་རེད། འདི་ཆེ་བཞི་དང། དཔེ་དེ་ཆེ་བཞི་འདས་པའི་ངང་ནས་འདུག་ཟེར་ཡས་དེ་ག་རེད་ཟེར་ན། དབུས་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་ཡིན་ནས་རེད། དབུས་བོད་མིའི་སྒྲིག་འཛུགས་ཀྱི་ས་གནས་ག་པ་ཡོད་ནས་དཔལ་འབྱོར་དེ་ཁ་གྲངས་འདི་གི་རྩེ་གཅིག་ཡོད་པ་དང་ཁ་གྲངས་ཕིག་གི་རྩེ་གཅིག་ཡོད་པ་སུ་གཅིག་གིས་ཤེས་ཀྱི་ཡོད་མ་རེད། འདི་ག་རེད་ཟེར་ན་དཔལ་ན་རྩིས་ཞིབ་ཀྱི་འགན་འཛིན་གུ་རུང་འདི་གས་གང་གས་བས་དེ་མ་ལ་གལ་སྲིད་བས་ཁྱབ་བསྒྲགས་བཏང་དགོས་པ་རང་ཡིན་ན་མ་གཏོགས་དེ་མ་ཡིན་པ་བས་གསང་རྒྱ་དམ་པོ་བརྗོད་ཀྱི་ཡིན་ཟེར་ཁོང་ཚོས་མནའ་སྐྱེལ་དམ་བཅའ་བྱེད་དགོས་པ་རེད། འདི་ཡིན་དུས་ལ་ས་ཡ་བཞི་ཏག་ཏག་ཁོང་ཚོས་ཤེས་པ་ཁོང་ཚོས་ས་ཡ་བཞི་ཏག་ཏག་ལ་བས་གས་ས་ཆ་བས་གས་འཆར་གཞི་བྲིས་ཀྱི་ཡོད་པ་འདི་ཚང་མ་སྤེན་ཚེ་ཁོ་རང་གིས་ཤིང་གི་བ་ར་སྤེན་ཚེ་ཁོ་རང་གིས་བྲིས་སྐྱོ་རེད་དེ། དེ་ནས་ལ་དྭགས་ཀྱི་གནས་ཚུལ་དངོས་གནས་དྲང་གནས་ལ་དྭགས་ཀྱི་མི་སེར་བལ་དུ་བློས་བཏང་བྱས་ཡོད་རེད་དཀོན་ན་དྲང་གནས་བློས་བཏང་བྱས་ཤག་རེད་བལ་དུ་ཡ་མི་བཏང་ཤག་རེད་སྐབས་དེ་དུས་ལ། མི་ག་ཚད་ཤི་ན་སེམས་ཅན་ག་ཚད་ཤི་ན་དུག་གྱོང་རེད་དེའི་རིང་སང། དངོས་གནས་དྲང་གནས་རེད། དཔེ་བློས་གཏོང་བྱས་ནས་དཔེ་འཇུག་ཡོད་པ་དེ་ཕི་ཀའི་གཏང་རྒྱུ་ཆགས་ཀྱི་རེད་གྲོས་ཚོགས་ཀྱིས་བཀག་གི་རེད་བསམ་ནས་གྲོས་ཚོགས་དགོས་མཁོ་བཏང་བ་རེད། དེ་དང་མཉམ་དུ་གྲོས་ཚོགས་ཀྱི་འགན་རྩ་བ་ཉིད་ནས་འཁྱེར་ཡོང་མ་རེད་ད་ལུས་ཀྱི་གྲོས་ཚོགས་སྤྱི་མཐུ་གསུམ་པའི་ནང་ལོགས་ལ་ཚུད་བས་ཀྱི་ང་རང་ཚོ་མི་མང་གི་འདམས་པས་ཀྱི་གྲོས་ཚོགས་འཐུས་མི་ཚང་མས་འགན་ཡག་པོ་འཁྱེར་ཡོང་མ་རེད། དངོས་གནས་དྲང་གནས་ཁེལ་བ་མ་རེད། ང་ཚོ་གི་གྲོས་ཚོགས་ཀྱི་འགན་མི་དགོས་པའི་གི་གནས་ཚུལ་དེ་གསལ་བོ་ཞིབ་བོ་ཅིག་ཆགས་རེད། ད་མི་བཞི་ལ་དཔལ་འབྱོར་ས་ཡ་བཞི་གཡར་བ་རེད་མི་རེ་ལ་གྲོ་ལོར་ས་ཡ་རེ་རེད། དེ་ཨ་རི་ལ་དེ་ངན་རེད་ད་ཨ་རི་ལ་དེ་ངན་མི་ལ་དཀའ་ངལ་གར་འཕྲད་གི་རེད། དཀའ་ངལ་བཙན་བྱོལ་ད་ལྟ་རྒྱ་བལ་འབྲུག་གསུམ་ལ་དེ་ངས་ང་ཚོ་བོད་པར་དཀའ་ངལ་འཕྲད་ཀྱི་རེད། རྒྱ་བལ་འབྲུག་གསུམ་དེ་ངས་ལ་ས་ཡ་གཅིག་མོ་གོ་གྲོ་ལོར་ས་ཡ་གཅིག་མོ་གོ་གྲོ་ལོར་འབུམ་རེ་རེ་རེ་རེ་བོ་ལེན་ཡག་པ་ཡིན་ན་ཁོ་ཚོས་ཚོང་རྒྱག་ཐུབ་ཀྱི་རེད། ཁོ་ཚོས་ཀྱི་མི་ཚེ་ཀྱི་འགྲོ་མདུན་ལམ་བཙལ་ཐུབ་ཀྱི་རེད་མི་མང་པོས་ཀྱི་མི་མི་ཚེ་ཀྱི་མདུན་ལམ་བཙལ་ཐུབ་ཀྱི་རེད། དངོས་གནས་དྲང་གནས་རེད། ད་ང་ཚོས་ཀྱི་བོད་ནང་ལ་གཏམ་དཔེ་བྱེད་ཀྱི་རེད་ཆིག་པ་ལ་ཚི་ལུའི་ཞལ་འདེབས་སྐྱོ་ཟེར། སེམས་ཅན་འཆི་བ་ཟད་ཅིང་ཆུ་འབྱུང་བྱེད་འདུ་བ་རྩ་ཟ། དེའི་རིང་ཁོ་རྟག་པ་རྩ་ཟ་ངེས་རེད། ཡིན་ནས་ང་རང་ཚོ་སྲོག་ཆགས་ཡོད་དོ་ཅོག་ནས་ཚི་ལུ་མང་ཤོས་ཁོ་རེད་ཁོའི་གི་གཟུགས་པོ་ལ་ཚི་ལུ་མང་ཤོས་ཡོད་རེད། ང་རང་ཚོ་ཤ་དང་ཁྲག་དང་རུས་པ་དང་དེ་འདྲས་མང་པོ་བྱེད་འདུ་བ། པགས་པ་དང་དེ་ཚོ་ལས་ལྷག་པ་ཁོ་ལ་མང་ཤོས་དེ་ཚི་ལུ་ཡོད་རེད། དེ་ལ་ཚི་ལུས་ཞལ་འདེབས་བྱོས་པ་ནང་བཞིན་གྱི་ཨ་རི་ལ་ཡོད་ངེས་ཀྱི་མི་ལ། པད་ཤག་ས་ཡ་དེ་གི་ཚི་གཅིག་གཡར། ད་དེ་བོད་མིའི་སྒྲིག་འཛུགས་ལ་སྐྱེ་མཁན་གི་སྐོར་སྐད་ཆ་ཡོད་མ་རེད། བོད་མིའི་སྒྲིག་འཛུགས་ལ་སྟངས་འཛིན་བྱེད་མཁན་གི་སྐད་ཆ་ཡོད་མ་རེད། ད་ཅིག་གང་ཅིག་མེད་པའི་ཐོག་ནས་བལ་དེ་གཡར་ཤག་མིས་བཙུབ་མཇལ་གཡར་ཤག་རེད་ད། བཀའ་ཤག་གི་ད་རེ་བལ་མི་སེར་གི་ཆེ་བཞི་འདེམས་པའི་ངང་ནས་དེ་ལ་དྭགས་གི་མུག་སྐྱོབ་གི་གནས་ཚུལ་དེ་བློས་བཏང་བྱས། ཨ་རི་ལ། མ་འོངས་པ་ལ་ཁོ་རང་ལ་མདུན་ལམ་ཅིག་ཡོད་སྲིད་དེ་ལ་དཔག་པའི་དགེ། དེ་ལ། གཞི་བཞག་ཅན་དཔལ་འབྱོར་དེ་གའི་རྩེ་ཆེ་གཡག་ཡོད་རེད། དངོས་གནས་དྲང་གནས་མི་མང་ཚང་མས་ཤེས་པ་བྱེད་དགོས་རེད་ད། དེ་དཔལ། མི། ང་རང་ཚོ། བོད་བལ་གྱི་དཔལ་འབྱོར་རེད་བོད་བལ་ལ་བྱུང་བ་རེད། བོད་བལ་ལ་བྱུང་བ་དེ་སུའི་བཀའ་དྲིན་རེད་གོང་ས་མཆོག་གི་བཀའ་དྲིན་ནས་བྱུང་བ་རེད། འདི་མི་ཁ་ཤས་ཅིག་གིས་ཟ་དགོས་བ་རེད་ད་ལྐོག་ཟ་བྱས་འགྲོ་གི་རེད་ཉིན་མོ་ཅིག་དངོས་གནས་དྲང་གནས་ལྐོག་ཟ་བྱས་འགྲོ་དགོས་བ་རེད་ད།

ག་རེ་ཟེར་ན་ད། སྤེན་ཚེའི་ངོས་ནས་གིས་ནི་གད་མོ་གད་འདེགས་རེད་བ། ཉི་མ་གཅིག་སྤེན་ཚེ་ཁོ་རང་རྩ་མི་སོ་དུས་ལ་དེང་སྐད་ཤོག་རེད། དངོས་གནས་དྲང་གནས་གྲོས་ཚོགས་ཀྱི་དེ་ཁ་ད་ད་དུས་རེད་ངེད་མ་ནས་ཁོ་རང། ང་ཚོ་བོད་ནང་ལོགས་ལ། སྲིད་དབང་འཕྲོག་རེས་བྱེད་པའི་སྐབས་ལ་གནས་ཚུལ་ཆུང་ཆུང་ཅིག། སྲིད་དབང་འཕྲོག་མཁན་གྱི་མི་དེ་ལ་གླེན་པ། པད་སྣ་ཚོགས་གཡུ་ཐུག་རེད། དེ་ཚོས་ཐོག་མར་དེ་སོ་སོའི་ཕྱོགས་ལ་མི་མང་ལངས་བཅུག་རེད། ཕྱོགས་གཞན་པ་གཅིག་ནས་གནས་ཚུལ་སྣ་ཚོགས་ཁེབས་བཅད་ནས་མི་མང་ཡིད་དབང་འཕྲོག་པའི་གི་ལམ་སྟོན་བྱས་ཀྱང་ཁོ་ཚོས་མི་མང་དགོས་མཁོ་བཏང་རེད། དེ་ནང་བཞིན་གི་ད་ལྟ་དབུས་གཙང་གི་ཁྱབ་ཁོངས་ལ་འཛུལ་ནས་དབུས་གཙང་གི་གི་མགོ་ཚང་མ་པད་ཡིད་དབང་འཕྲོག་བཅུག་ཤག་རེད་ད་ཁོ་ཚོས

མགོ་ཁྲིད་ངན་ཡང་དག་པ་བཅས་མེད་པའི་རྐྱེན་གྱིས་མགོ་ཁྲིད་ངན་གལ་སྲིད་ལག་ངན་དམུ་ཆུ་བའི་རྐྱེན་གྱིས་ད་འདོད་པ་དཀའ་ངལ་འདི་ཡོང་གི་འོ་རེད་བཙན་བྱོལ་སྒྲིག་འཛུགས་གོ་རིམ་ཡོང་གི་ཐལ་གི་འོ་རེད་ད། འདི་འདྲའི་གསུང་ཚང་ད་ང་ཚོ་དབུས་གཙང་གི་མི་དམངས་རྒྱ་བལ་འབྲུག་གསུམ་ཡོད་ངན་གྱི་དངོས་གནས་དྲང་གནས་ཀྱི་བསམ་བློ་གྱི་མ་བཏང་ཡིན་ན། ཉེས་པ་གཅིག་བསལ་དུས་ཁྱེད་རང་ཚོ་ཚང་མ་དངོས་གནས་དྲང་གནས་འགྲོ་ས་དེ་སེམས་ཡབ་ཆགས་ནས། འདི་ཚོས་ཉིན་མ་གཅིག་ཁྱེད་རང་ཚོ་བྲན་གཡོག་གི་བྱེད་བཅུག་རེད་དེ་ནི། ད་འདི་ཚོས་དཔལ་འབྱོར་ཨ་རི་ལ་ནི་དཔལ་འབྱོར་གྱི་ཆེ་གཞི་བསྒྲིགས་ཚར་རེད་བོད་མི་སྒྲིག་ཚོགས་ལ་དཔལ་འབྱོར་ཏིག་ཙེ་ཡོད་པ་དེ་ཁོ་རང་ཚོ་གི་ལང་ཀ་ཏག་ཏག་བཟོས་ཚར་རེད་ཨ་ནི་བོད་མིའི་སྒྲིག་འཛུགས་དེ་ལ་གོ་རྒྱ་ཡག་གིས་ཨ་ནི་ཁོང་ཚོས་ངོ་རྒོལ་བྱས། སྐད་འབོད་བྱས་འདྲ་མ་འདྲ་བྱས། ཨ་ནི་རྒྱ་བོད་རིན་པོ་ཆེ་དགོངས་པ་དེ་ཚོམས་བཅུག། ཨ་ནི་དེ་ནས་རྒྱ་བོད་རིན་པོ་ཆེ་དངོས་གནས་དྲང་གནས་ངང་རང་ཚུགས་རང་གིས་ངེད་མ་ནས་སྐུ་ཚེ་མང་པོ་ཅིག་ནང་ཁུལ་གྱི་ཐོག་ནས་དེ་བྱུང་བ་རྐྱང་རྐྱང་བྱུང་ཡོད་རེད། འདི་འདྲ་རེད། སྐུ་མདུན་དགུང་ལོ་གཞོན་པའི་སྐབས་ལ་ཨ་ནི་ཚང་མས་ཅེས་བཀླགས་མེད་སྐད་གསང་འདི་བྱེད་ཀྱི་ཡོད་ས་རེད་འདུག་ཨ་ནི་མགོ་ཀུན་ནས་དེའི་འོག་ལ་བཀའ་སློབ་གང་གནང་དེ་ལ་འགྲོ་གི་ཡོད་ས་རེད་དེ་ནས་གར་ཅིག་ཡོང་རེད་ཟེར་ན། མཐའ་མའི་དུས་ལ་སྐུ་མདུན་དགུང་ལོ་གས་འགྲོ་དང་མཉམ་དུ་འདོན་ཚུལ་ལས་འགུལ་སྤེལ་གྱི་འདུག་ག་ད་ད་ལྟ་ལས་འགུལ་དེ་སྐུ་མདུན་དགུང་ལོ་བགྲེས་འགྲོ་དང་མཉམ་དུ་ལས་འགུལ་སྤེལ་བསྡད་ཡོད་ག་རེད་འདོན་ཚུལ། དངོས་གནས་དྲང་གནས་རེད། ང་རང་ཚོ་མི་མང་ཚང་མས་དངོས་གནས་དྲང་གནས་ཀྱི་ད་ལོ་གཟུ་བོ་གནས་པའི་ཀྱི་ད་ལྟའི་ཀྱི་ད་ལྟ་ང་རང་ཚོ་མོན་མགོ་དེ་ལ་བྱུང་བའི་ཀྱི་གནས་ཚུལ་འདི་ནང་བཞིན་ང་རང་ཚོ་ས་ཆ་ག་ས་ག་ལ་ཡོང་སྲིད་འདི་ཡིན་དུས་ཐོག་མར་ཉིད་ནས་ང་རང་ཚོ་མཉམ་རུབ་ཀྱི་སྒང་ནས་གདོང་ལེན་བྱེད་ཐུབ་ན་ཧ་ལས་པ་ཡག་པོ་ཡོད་རེད་ད། ད་ང་རང་ཚོ་ལ་དཔེ་མཚོན་མང་པོ་བྱུང་ཡོད་རེད། ད་ལྟ་ངས་བཤད་ཡིན་པ། ད་ལུས་དེ་ཚར། འབྲི་གུང་གླིང་ལོག། ཨ་ནི། ད་ལྟ། ད་ལྟ་ང་རང་ཚོ། དགའ་ལྡན་ཕོ་བྲང་བཙུགས་པ། བཙུགས་པའི་དབུ་བཙུགས་པའི་སྐབས། འདི་ཚོ་ཚང་མ་ལ་གནས་ཚུལ་འདི་ཚོ་དར་ཆ་འདི་ཚོ་ཚང་མ་མི་མང་གི་དར་ཆ་གྲངས་བྱས་ནས་ཨ་ནི་ཡུལ་གཞན་གྱི་དཔུང་ངོམ་བྱེད་ཡོང་རྒྱུ་རེད་ད་དེ་ནང་བཞིན་གྱི་ད་ད་ད་རྒྱ་གར་དཔུང་ངོམ་དགོས་བར་རྒྱ་གར་གྱི་པུ་ལི་སི་ཡི་ཁྲིད་བྱེད་ཡོང་དགོས་བར་བ། འདི་ད་ད་དཔེ་ཆ་བཤད་ན་མཚོན་ཆ་ཁིར་བྱས་ནས་དམག་འགྲོ་ཐུབ་ཡིན་ན་ཁོ་ཚོས་བལ་དེ་རྒྱ་གར་དཔུང་པ་གཡར་བྱས་ནས་རྒྱ་གར་ཁྲིད་ཡོང་ཚབ་རེད། ང་རང་ཚོ་ནང་ལ། འདི་རེད། ང་རང་ཚོ་ནང་ལོགས་ལ་སྔོན་མ་ནས་རྒྱ་ལ་སྐྱབས་བཅོལ་ཤར་བ་འགྲོ་དང། སོག་པོ་ལ་སྐྱབས་བཅོལ་ཤར་བ་འགྲོ་དང་དེ་ཚོ་སོག་པོའི་གི་སྟོབས་ཤུགས་ཁྲིད་ཡོང་ངེས་དང་དེ་སྟོབས་ཤུགས་གཞན་པ་འཛུལ་ཡོད་ཚང་མ་ང་རང་ཚོ་བོད་པས་བོད་པ་རང་གི་ལས་མ་ད་བྱས་པའི་རྐྱེན་གི་རེད་ད་ལྟ་ནང་བཞིན་གི། ད་ད་ལྟ་འདི་དངོས་གནས་དྲང་གནས་གི། ཁོ་རང་རང་གིས་ཁོ་ར་སྐད་ཆ་ནང་ནས་བཤད་འདུག་ད་ཚང་མས་ཡས་སྐད་ཆ་དེ་ཇེ་འདི་ག་གུས་སོང་ན་ངས་ཇེ་འདི་ག་བཞག་གོ་ངས་གི་ཕེས་བུ་ག་རྣམ་པ་ཚོ་ཉན་ད་ག་རི་བཤད་འདུག་ཟེར་ན། ཚེ་རིང་མོ་རང་གིས་ང་ཚོས་གཞི་འགོ་རྩ་ལ་ཁྲིད་ནས་གཞི་འགོ་རྩར་འགྲོ་ཡིན་ཚེ་རིང་མོ་རང་གིས་གོང་ད་ངས་ནོར་ཤ་ཟིག་འདུག་ཟེར་ང་ཁོང་ཁྲོ་ས་ནས་ལབ་ཡིན་ཟེར་དེ་བྱེད་དུས་གོང་ད་ཨ་ལབ་སོ་ཟེར་ད་མིས་གོང་ད་ལབ་པ་དེ་ལ་འགྲིག་གི་མི་འདུག་ལབ་དགོས་རེད།

ཁོ་རང་ཚོ་སྐད་ཆ་རང་ནང་རེད་དངོས་གནས་དྲང་གནས་གོ་རོགས་འདུག་ཨ་ནི་ཁོ་ཚོ་སྤྱིར་བཏང་ད་ཡོང་ཡོང་མི་རེད་ངས་ད་ལྟ་བཤད་པ་ནང་བཞིན་གྱི་ཨ་རི་དེ་མ་དེ་ངེད་ཅིག་ཡིན་ས་རེད་མི་དེ་ཚོ་སྐྲ་མེད་སྐྱོ་ཅིག་གིས་ཞི་བོ་བཤད་བསྡད་ཤག་ཁོ་ཚོ་རྦད་དེ་འགྲིག་ཡོག་རེད་ད་ང་རང་ཚོ་གི་མིས་དེ་འདྲ་བྱས་ཤག་དེ་འགྲིག་ཤག་ད་རྦད་དེ།

དབུས་གཙང་མི་མང་ཧ་ལས་པ་མ་རེད། བྱས་ཙང་དབུས་གཙང་མི་མང་ལྟ་བསམ་གཏང་དགོས་རེད་དངོས་གནས་དྲང་གནས་ཀྱི་དབུས་གཙང་མི་མང་བསམ་བློ་མ་གཏང་ན་ད་ལྟ་ཁོང་ཚོས་གནས་ཚུལ་འདི་འདྲས་ཅིག་ཆོས་ལུགས་སྤྱི་འཐུས་ཡིས་ཁ་གཡར་བྱས་ལེགས་འདུག་ཨ་ཉི་མ་གཅིག་ཁྱེད་རང་ཚོ་ཚང་མ་བྲན་གཡོག་བཟོས་ཡོང་གི་རེད་ད་དབུས་གཙང་མི་མང་བྲན་གཡོག་བདེན་རྫུན་གྱི་བྲན་གཡོག་བཟོ་གི་རེད་ད་བདེན་རྫུན་ཨོང་རྒྱུག་བྲིས་རིམ་རེད་བས་ཏེ། ཁེ་ཕན་ཤོག་ཐོག་རེད་ད། སོ་སོ་རང་གི་ཁེ་ཕན་ཆུ་བོ་མ་གཏོགས་གཅིག་གང་བསམ་བློ་ཡོད་མ་རེད། འདི་ཚོ་དངོས་གནས་བྱས་ན་ཚ་རླུང་ག་རེའི་འོག་བྱུང་བ་རེད་ཟེར་ན་སྐྱབས་མགོན་རིན་པོ་ཆེ་གི་ཐུགས་རྗེ་བཀའ་དྲིན་གྱི་སྐྱབས་མགོན་རིན་པོ་ཆེ་གི་ཐོག་ནས་ཁོ་ཚོ་ཁེ་ཕན་ཚང་མ་བྱུང་བ་རེད་ཁོ་ཚོ་དཔེར་ན་ཨ་རིར་འགྲོ་ངེས་ཨ་རི་ལ་འགྲོ་ཡོད་རེད་ད་འདྲའི་གི་གནས་ཚུལ་འདི་མ་དེ་ངེས་ལ་ཚོང་ཁང་ཡོད་རེད་ཨ་ནི་དེ་ཙམ་མ་ཚད་དཔལ་དེ་ནས་མཐོ་ས་གངས་རྒན་ཁོ་རང་ཚོ་དེབ་རེད་ད།

ང་རང་ཚོ་དབུས་གཙང་གི་མི་དམངས་དཀྱུས་མ་དེ་ཚོ་དགའ་འདུན་ཕོ་བྲང་ལ་སྐྱོབ་གསོ་བྱས་ཟེར་དགའ་འདུན་ཕོ་བྲང་གི་འོག་ལ་སྒོ་ཀུན་ནས་ཁོ་ཚོས་བཤད་རེད་ད་དགའ་འདུན་ཕོ་བྲང་རང་ཡིན་ཟེར་ཁོ་ཚོས་བཤད་པ་དེ་དགའ་འདུན་ཕོ་བྲང་བཀའ་གནང་བཞིན་ང་རང་ཚོ་མི་དམངས་ལ་དགོས་མཁོ་བཏང་བསྡད་ཡོད་རེད། འདི་དབུས་གཙང་མི་དམངས་གང་གཱས་བཤད་པ་བྱས་དེ་དཔེ་གལ་ཆེན་པོ་རེད། ཨ་ནི་ད་དེ་རིང་འདི་ལ། ངེད་ཀྱི་དྲ་རྒྱའི་ནང་ལོགས་ལ་དངོས་གནས་དྲང་གནས་ཀྱི་མི་མང་པོ་ཞེ་བོ་ཅིག་ཕེབས་འདུག་ཨ་ནི་ཚང་མ་ལ་ཨ་ནི་ཐུགས་རྗེ་ཆེ་འཚམས་འདྲི་གྲངས་མེད་ཡོད་ཨ་ནི་དེ་རིང་ངས་དུས་ཐོག་ལ་ཡག་པོ་ཅིག་བཅར་ཐུབ་མ་སོང་དེ་ཡེ་ནས་རྣམ་པ་ཚོགས་ཀྱིས་དུས་དང་རྣམ་པ་ཀུན་ཏུ་རྒྱབ་སྐྱོར་གནང་གི་འདུག་ཨ་ནི་དེ་ཙམ་མ་ཚད་ད་ང་རང་ཚོ་ཚང་མས་རྒྱལ་ཁབ་འདི། བཙན་བྱོལ་གྱི་སྒྲིག་འཛུགས་འདི་ང་རང་ཚོ་ཚང་མས་སྐྱོབ་དགོས་གལ་ཆེན་པོ་ཞེ་བོ་ཅིག་རེད། ད་སྐྱབས་མགོན་རིན་པོ་ཆེ་ནི་དགུང་ལོ་གང་ལ་གང་འཚམས་མཐོན་པོ་སླེབས་འགྲོ་གི་རེད་ཡིན་ནའི་ང་རང་ཚོ་གི་དེ་སྐྱབས་མགོན་རིན་པོ་ཆེ་གི་དཔུང་པ་འཁེལ་བྱས་ནས་ཁོ་ཚོ་ལ་གྱག་པ་ཞུ་ཡས་དང་དེ་འད་ཀྱི་བསམ་བློ་མེད་པ། སྐྱབས་མགོན་རིན་པོ་ཆེ་གི་ཚིག་དྲངས་ཅན་ཁོ་ཚོའི་གི་སྐད་ཆ་དཀའ་ཡས་དང་དེ་འདྲས་ག་ལ་ཁྱོན་ནས་མེད་མེད་པའི་ཐོག་ནས་ང་རང་ཚོ་གི་ལྷག་བསམ་རྣམ་པར་དག་པའི་གི་སྒྲིག་འཛུགས་སྲུང་སྐྱོབ་བྱས་ལྷག་བསམ་རྣམ་པར་དག་པའི་གི་དྲང་པོ་དྲང་ཤག་ཅིག་བྱས་ནས་འགྲོ་དགོས་དེ་དཔེ་གལ་ཆེན་པོ་རེད་ང་རང་ཚོ་གི་བསམ་བློ་འདའ་གི་རང་ཡོད་རེད་ང་རང་ཚོ་ཀུན་ཀུན་ལུགས་ནས་ཚང་མ་འདི་གི་རང་ཡོད་ཙང་དེ་ནས་ང་རང་ཚོ་ཚང་མ་ད་ཅིག་དཀའ་ངལ་འདི་ནས་གྲོལ་ཐུག་གི་རེད་ད་ལྟའི་གི། བྲག་ཡབ་ཚེ་རིང་ལགས་ལ་དཀའ་ངལ་ཡོད་པ་འདི་ཚོ་ང་རང་ཚོ་ག་ལི་ག་ལི་ཚང་མས་འབད་བརྩོན་བྱས་ནས་གྲོལ་ཐུབ་ཀྱི་རེད་འདི་ཚོ་ལ་དོགས་སླེབས་བྱེད་དགོས་དེ་དཔེ་གལ་ཆེན་པོ་རེད་ང་རང་ཚོ་གི་ཞི་དྲག་གཉིས་སྣེའི་ངང་ནས་དོགས་ལེན་བྱེད་དགོས་རེད་དེ་ཚོའི་ག་ལ་ང་ཚོ་ཐག་རིང་པོ་ཡོད་ངེས་འདི་ཚོའི་ག་རེའི་ཐོག་ལ་ཡིན་ནའི་ཁོ་ཚོའི་གི་གནས་ཚུལ་རེ་རེ་བཞིན་ཁོ་ཚོའི་གི་སྐྱོན་རེ་རེ་བཞིན་ང་ཚོས་འཛུགས་ཀྱི་ཚུགས་ཡོང་གི་རེད་ཨ་ནི། དེ་འདྲས་གསུངས་ཙང་ཨ་ནི་ཐུགས་རྗེ་ཆེ་ད་སྤྱིར་བཏང་གི་དེ་འདྲས་དེ་མེད་པའི་སོར་འགྲོ་ཞིག་ཡིན་ཡིན་ནས་ཨོ་གནས་ཚུལ་གཅིག་ལྷག་སྒྲོག་བྱས་ཤག། ད་ང་རང་ཚོ་བཙན་བྱོལ་སྤྱི་ཚོགས་ཀྱི་གྲོས་ཚོགས་ནང་ལོགས་ལ་རྣམ་པ་ཚོ་ཚང་མས་ཡག་པོ་གཟིགས་ཡོད་ཤག་རེད། གྲོས་ཚོགས་ནང་ལོགས་ལ་ག་རེ་ཟེར་ན་སྲིད་སྐྱོང་གི་ད་འདི་ཁྱེད་ཡོང་པ་རེད་ང་ཉི་ཤུ་དགུའི་གོང་ཟླ་དེ་ལ་ང་ལ་ད་ང་ཚོའི་གི་ཨ་རིག་གི་རོགས་ཚོགས་བཅས་ཤཱས་ཅན་ཁྱེད་ཡོང་དུས་ལ་ང་རང་གྲོས་ཚོགས་ནང་ལོགས་ལ་ཚ་ཚ་འུར་འུར་གི་སེམས་འཚབ་བྱས་རེད་ཚང་མས་སེམས་འཚབ་བྱས་རེད་སེམས་འཚབ་བྱེད་ངའི་ནང་ནས་མདོ་སྨད་གི་སྤྱི་འཐུས་གཅིག་གིས། ག་རེ་གསུངས་ཡོད་རེད་ཟེར་བ་ཡིན་ན། ད་སྔི་མ་ང་རང་ཚོ་ཟམ་གདོང་རིན་པོ་ཆེ་གང་ལ་སྐབས་ལ་ས་ཆ་བཙོང་བས་ཀྱི་བོད་པའི་ནང་ཁུལ་བཙོང་པ་དེ་ཡི་ནང་ལོགས་ལ་ཁོ་ཚོ་ལ་ཁེབས་སམ་དཔེ་ཡག་པོ་བྱུང་ཡོད་རེད། དེ་གསུངས་དུས་ལྟ་དབུས་བོད་མི་སྒྲིག་འཛུགས་ལ་ས་ཆ་དེ་ཚུར་ལ་ལོག་རོགས་ཟེར་ནས་ལབ་དགོས་རེད། ཁོ་རང། སྐད་ཆ་དེ་བཤད་བཤད་པར། སྐད་ཆ་དེ་དྲོད་མེ་ཡའི་སང་ཉིན་ཉིན་མོ་དེ་ག་ལ་ཁོས་གར་བྱས་པ་རེད་ཟེར་ན་ཨོ་སི་ཀྲི་ལི་ཡ་ལ་ཡོད་བས་ཀྱི་ས་ཆ་དེ་བཙོང་གི་ཡིན་ཟེར་དུས་སྔོན་ད་གིས་ལག་པ་རྐྱང་བཙོང་དགོས་རེད་བཤད་དགོས། ང་རང་ཚོས་གྲོས་ཚོགས་ནང་ལོགས་ལ་མདོ་སྨད་སྤྱི་འཐུས་གཅིག་གིས་ཀྱི་བྱེད་སྟངས་དེ་བྱེད་འདུག་ཨ། ད་འདི་ག་རེ་ཡིན་ཟེར་བ། སྤེན་པ་ཚེ་རིང་ལ་རྒྱབ་སྐྱོར་བྱེད་ཡག་གི་བསམ་བློ་བཅུ་གོ་མང་དང། མི་དམངས་ལ་བསམ་བློ་རྩ་བ་ཉིད་ནས་མེད་པ་དེ་ཁ་གསལ་བོ་ཞི་བོ་རེད་འདུག་ང་ཚོ་གྲོས་ཚོགས་དེ་ག་རེ་གི་ཆེད་དུ་ཡག་བཏང་བ་རེད། མི་དམངས་ཀྱི་མི་དམངས་དཀྱུས་མའི་གི་དཀའ་ངལ་སེལ་ཡས་ཁོ་ཚོའི་ཡི་གེ་ནང་ལ་ཆད་གཞི་བཏིང་ཡས་དཀའ་ངལ་སེལ་ཡས་གི་ཆེད་དུ་ཁྲིམས་སྒྲིག་གཞི་བཟོ་ཡས་དེ་བྱས་པ་རེད། ད་ད་ལྟ་ཁོ་ཚོ་ད་ལྟ་དཔལ་ནང་ཁྲིམས་སྒྲིག་གཞི་ལ་བརྩི་མེད་དོ་རིགས་བཏང་ངན་འདི་ཚོ་ད་ལྟ་ང་རང་ཚོ་ད་ལྟ་གཞི་མི་གས་གཞི་ཆགས་ང་མོན་མགོ་སྤྲོད་ལ་ཨ་ཅག་ཚེ་རིང་ལ་དཀའ་ངལ་འཕྲད་སྡོད་དུས་ལ་སྤེན་ཚེ་བཀའ་ཤག་ནས་ཡི་གེ་ལེགས་གི་མ་རེད་ལེགས་གི་ཡོད་མ་རེད་གྲོས་ཚོགས་ཀྱི་འཐུས་མི་གི་ཐོག་ནས་ཡི་གེ་འགྲོ་གི་ཡོད་མ་རེད་འདི་ཚོ་དངོས་གནས་དྲང་གནས་ཀྱི་གྲོས་ཚོགས་འཐུས་མི་ཡིན་ན་རུང་དཔལ་ཆེན་བཀའ་ཤག་སྲིད་གཞུང་ཡིན་ནའི་རེད་ད་དཔལ་ཆེན་སྲིད་གཞུང་ད་དངོས་གནས་སྐྱོ་བོ་ཞིབ་གཅིག་ཆགས་བསྡད་པའི་དུས་ཚོད་རེད་ད་ཁོ་རང་ཁོ་རང་ངའི་བསམ་བློ་བཏང་དུས་འོབས་སོ་མི་འདུས་བྱས་ནི་ག་རེ་ཆུ་ག་འགྲོ་གླུད་ཞག་མེད་ན་བསམ་བསམ་འགྲོ་བྱེད་དོ། ད་ལྟ་ལྟ་དུས་ལ་དངོས་གནས་དྲང་གནས་ཁོ་རང་གིས་གང་ཅིའི་ཐད་ག་རེའི་ཐག་ལ་ཡིན་ནའི་སླེབས་ཐུབ་ཀྱི་མེད་ཡིན་ས་རེད་ཨ་རིག་གི་རྒྱབ་སྐྱོར་བཙལ་ཐུབ་ཀྱི་མེད་ཡིན་ས་རེད་ད་དེ་འདྲས་གསུངས་དུས་ལ་ད་ཅིག་དངོས་གནས་དྲང་གནས་ཀྱི་གོ་རིམ། མོན་རྒྱུད་ན་དངོས་གནས་དྲང་གནས་བཀའ་བློན་དེ་ཚོ་ཁ་ཤས་ཁོ་རང་གི་མལ་ཁི་ཡོང་ན་གྲོས་ཚོགས་ནང་ནས་ཡར་འདེམས་དོན་ཡོང་གི་གདམ་འགྲོ་གི་ཡོད་རེད་འཇོན་ཐང་ཅན་དེ་ཚོ་གདམ་ཐུབ་ཀྱི་རེད་དེ་ཚོ་བྱུང་བ་ཡིན་ན་ཁོ་རང་གཅིག་ཕན་ཐོག་གི་ཡོད་རེད། དེ་ཚོ་ཁོ་རང་གིས་མ་བྱས་ཀྱི་རྐྱེན་རེད། དེ་འདྲ་རེད་ད་ང་རང་ཚོ་སྤྱི་ཡོངས་ཀྱི་གནས་ཚུལ་བྱས་ན་དེ་འདྲ་ཞིག་ཡིན། ཨཱ་ནི། ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཨཱ་ནི་དེ་རིང་ཐད་གཏོང་ནང་ལ་མཉམ་ཞུགས་གནང་མཁན་མི་དཔེ་མང་པོ་ལས་ཤག་ཨཱ་ནི་རྣམ་པ་ཚང་མ་ལ་ཐུགས་རྗེ་ཆེ་འཚམས་འདྲི་ཡོད་ཨཱ་ནི་ང་རང་ཚོ་ཚང་མས་མི་མང་ཚང་མས་ཀྱི་སྔོན་དུས་ཅིག་ད་དེ་རིང་ངས་བཤད་པ་དེ་ལ་ཚང་མས་རྒྱབ་སྐྱོར་གནང་གི་ཡོད་རེད་བཀའ་དྲིན་ཆེ་ཞུ་ཡས་རང་ཡིན་ཨཱ་ནི་བོད་རྒྱལ་ལོ་བོད་རང་བཙན་རྒྱལ་ལོ་ཐུགས་རྗེ་ཆེ།